འོ་མ་དགུ་མ་རེ་ཟའི་ཞོ་སྦྱང་བྱས་ན། བཞི་བརྒྱ་དང་ལྔ་བཅུ་ང་གཉིས། དེ་ལྟར་བདག་ཡོད་པ་དང་ང་གནས་ཀྱི་ཡུལ་ཡིན་པ་བཀག་པ་ནི་དགག་བྱ་ལ་དུ་དང་གི་ཕྱེད་པོ་བརྒྱ་ཡི་དབང་དུ་བྱས་པའོ་ཞེས་དང། རང་རིག་འོ་མ་སྤྱི་བདུན། ཨ་ནི་ལོ་སི་ལིང་པདྨ། བརྒྱ་དང་ཨ་ནི་བཅོ་ལྔ། ཉེས་པ་བཤད་དུ་ཡོད་དེ། དོན་དམ་པར་ཤེས་པའི་ཁྱད་པར་རྒྱ་བ་ལ་དགོས་པ་མེད་པའི་ཕྱིར་ཏེ། སྒྲོ་སྐྱེས་ཆོས་དག་ཁྱད་པར་དེ་ལྟར་རྒྱ་བ་ལ་དགོས་པ་མེད་ཆོས་ཅན་ལ་ཡང་ཁྱད་པར་དེ་ལྟར་རྒྱ་བ་ལ་དགོས་པ་མེད་པའི་ཕྱིར། ཞེས་སོ། རྒྱུད་བླ་མའི་རྣམ་བཤད་དུ། གཞན་དེས་འདུས་པའི་རྟགས་དང་དགོས་པ་ལ། དགག་བྱ་ལ་དོན་དམ་གྱི་ཁྱད་པར་གྱི་ནང་གོ་དགོས་པར་གསུངས་པ་དང། རང་རིག་དབུ་མ་སྤྱི་དོན་རྣམས་ལ་བདག་གི་དགོས་པ་ལ་དེ་ལྟར་མི་རིགས་སུ་འབྱུང་བའི་སྒྲོ་སྐྱེས་ཏེ། ཨ་ནི་རྟགས་དང་དགུ་པ་ལ་མཚུངས་པ་ལྟ་བུ་སྣང་འདུག་པས་དེ་གཉིས་ལ་ཨ་ནི་མི་འགལ། གལ་ཏེ་རེད་ཅེས་ཞུ་ཡ་ཡིན། ཨ་ནི་གཉིས་པ་ལང་རིང་ཆེན་མོ། ང་ཚོས་ད་ལྟ་པར་མ་སྐྱེས་པ་ཡིན་ནའང་ལང་རིང་སོང་ཆུའི་བཀོད་ཀྱི་པར་མ་འདི་རེད། ཨ་ནི་བྲང་ཁར་སྐྱེས་ན་དྲུག་བརྒྱ་དང་ལྔ་བཅུ་ང་གཅིག། གཞན་ཡང་དབུ་མ་པའི་ཐ་སྙད་དུ་གྲུབ་པ་མི་འདོད་པའི་རང་བཞིན་གྱི་འདོད་པ་དངོས་པོ་མ་ཡིན་འདོད་པ་ཐུན་མོང་མ་ཡིན་པའི་སྒྲོ་བཏགས་པ་ན་དགོས་པ་ན་ཡང་དེ་དག་ལ་ས་ངོ་ན་རྒྱག་དགོས་པའི་སྐབས་འགར་མ་བསྟོད་པ་དོན་ལ་ནི་རང་གི་ངོ་བོ་གྲུབ་པའི་རང་བཞིན་ཤེས་པའི་ཕྱི་པོ་རྒྱག་མི་དགོས། ཕྱི་པོ་སུ་དང་རྒྱག་མི་དགོས་ཏེ་དེ་དག་ལ་དོན་དེའི་སྒྲོ་བཏགས་མ་དེ་དག་གིས་ཁས་བླངས་ཟིན་པའི་ཕྱིར། ཞེས་གསུངས་པ་ལ་དཔགས་ན་རང་བཞིན་གྱི་འདོད་པ་སྣག་གི་ཐུར་མ་མ་ཡིན་པའི་སྒྲོ་བཏགས་ཡིན་ཚད་འགོད་པ་ལ་དོན་དང་བཅས་པ་བརྒྱབ་ནས་འགོད་མི་དགོས་པ་སོགས་སྣང་ཡོད། ཨ་ནི་ལང་རིང་ཕྱི་མིག་ཀོ་མགར་མ་བཏུབ་པ་ཞེས་པ་དེ་ཀོ་གང་དང་གང་ལ་འཇུག་དགོས་པ་ཨ་ནི་འོ་འཇུག་དགོས་པ་དེ་ཨ་ནི་སྲིད་པོ་ཞུ་རུ་ཨ་སོང་རུ་གྱིས་ཞུ་ཡ་ཡིན།

ཀྱི། རྗེ་བཙུན་ཁ་བ་ཆེན་པོའི་སྒོ་མ་ར་གསེར་གྱི་སྣ་ལོ། བདག་དབྱེ་བ་བཀག་པ་དུ་ང་ཚིག་གི་རྟེན་ཡིན་པར་བཀག་པ་སྟེ་དེ་སྟོང་གི་ཆད་པ་བཅད་ཡོད་དབང་དུ་བྱས་པའོ་གསུང་བར་བ། ལ་སོགས།
ཨོ་དེ།
དེ་འདྲའི་ཟེར་རྒྱུ་ཡང་མ་རེད་ཚིག་བེད་སྤྱད་སྟངས་འདི་ཁྱོད་རང་གིས། རྗེ་བླ་མའི་ཞལ་འདེབས་བཏགས་པའི་རྟགས་དག་འགོད་པ་ལ་དེ་སྟོང་གི་ཆད་པ་བཞག་ཟེར་འདུག་བ། དེ་ངས་ཚིག་དེ་བྱས་ནས་ཚིག་དེ་དག་ཡོད་མ་རེད་གསུང་གོ་ད། ད་གང་འདྲས་རེད་ཟེར་ན་ཁོ་མུ་སྟེགས་པས་ཇི་ལྟར་བཏབ་པའི་བདག་བཀའ་འདི་རེད་ད་ད་མགོ་འགག་ལ་མུ་སྟེགས་པས་ཇི་ལྟར་བཏབ་པའི་བདག་བཀའ་འདི་ག་ལོ།

དེ་ཡིས་དེ་མི་བྲིས་པས་བཏགས་པའི་གདངས་བཀག་པ་ལ་དེ་དོག་གི་ཆད་པ་བྱ་གོ་བ་མ་རེད་ད། དེ་དོག་གི་ཆད་པ་དེ་ག་ལ་བྱ་གོ་ཡོད་རེད་ཟེར་ན། མི་བྲིས་པས་བཏགས་པའི་གདངས་དེ་དུ་མར་ཐོབ་པ་བཀག་པ་དེ་ལ་དེ་དོག་གི་ཆད་པ་བྱ་ཡོད་རེད་ད། མཛངས་ཚོགས་ལ་ག་རེ་ཡོད་རེད་ཟེར་ན། མི་བྲིས། དེ་ང་ཚོ་བརྗེད། བདག་ཁྲོ་བའི་ཨ་མ་འཇུས་པའི་རྩ་བ་ནོར་ལ་ཁྱེད་རང་བསོད་ནམས་དང་ད།

རྒན་ལ། དེ་ཉིད་སེང་སེང་སེང། ལའང། དེ་ཉིད་དུ་ནི་འཇིག་རྟེན་དུ་ཡོད་རིགས་པ་མ་ཡིན་ནོ་ཟེར་ཏེ་དེ་ཉིད་དེ་དད་གདུང་དང་འཇིག་རྟེན་སྐུ་གཟུགས་ལ་སྦྱང་དུ་བ། ལ་ལ། ད་ལ་དུ་ག་རེ་ལབ་ཡོད་རེད་ཟེར་ན་བདག་ཅེས་དད་གདུང་དུ་ཡོད་ཡོད་མ་རེད་བདག་ཅེས་སྐུ་གཟུགས་དུ་ཡོད་ཡོད་མ་རེད་དེ་འདྲ་ཡིན་ཙང་ནི་བདག་ཅེས་ཡོད་མ་རེད་ཟེར་གྱི་འདུག་བ། དེ་སྲིད་འོན་ཏེ་ག་ལ་བདག་ཅེས་བཀག་པ་ལ་དེ་དག་གི་ཆད་པ་བཅག་ལགས་ཀྱི་མེད་རེད། བདག་ཅེས་དད་གདུང་དུ་གྲུབ་པ་བཀག་པ་ལ་དེ་དག་གི་ཆད་པ་བཅག་ཡོད་རེད། བདག་ཅེས་བཀག་པ་ལ་དེ་དོག་གི་ཆད་པ་ནོངས་ཡོག་རྒྱག་དགོས་མ་རེད། བདག་ཅེས་དེ་དོག་ཏུ་སྤྲོད་པ་བཀག་བདག་ཅེས་སྐབས་འཛུགས་ཏུ་བཀག་དེ་འདྲ་ཡིག་ཚགས་བདག་ཅེས་ཡོག་མ་རེད་ལ་གོ་ར་ད། དེ་ལའང་འོ་དེ་བཀག་ལ་ཅེས་བདག་ཅེས་དེ་དོག་ཏུ་སྤྲོད་པ་བཀག་པ་ལ་དེ་དོག་གི་ཆད་པ་དེ་རྒྱག་ཡོག་རེད་ཟེར་རྒྱག་རྒྱག་པ་རེད་ད་མ་གཏོགས་དེ་དོག་གི་ཆད་པ་ཉིས་བསགས་རྒྱག་དགོས་མ་རེད་གཞི་ཤེས་བཀག་པ་ལ་དེ་དོག་གི་ཆད་པ་རྒྱག་ཡོག་རེད་གསུངས་འདུག་ཨ་དགོས་མ་ར་སེ་གནང་ལ།

ད་འོག་གི་པཎ་ཆེན་རིན་པོ་ཆེ་གིས་ཨ་མི་ཅི་སྟེ་སྤྱི་བ་གས་མ་རེད་ལས་བྱེད་སྙིང་པོ་དུ་ཚང་མ་ཕྱིའི་མཐོང་ལམ་ཡི་ཁ་ཐུག་དེར་གར་སོང་གོ་ཟེར་ན། བདག་ཆེ་དཀའ་བ་ལ་དེ་དོག་གི་ཆད་པ་རྒྱག་མི་རྒྱག་ཤེས་དེར་བདག་ཆེ་དཀའ་བ་ལ་དེ་དོག་གི་ཆད་པ་རྒྱག་དགོས་མ་རེད་ཟེར་ནས་དེ་ཟེར་དགོས་བ་རེད་མ་གཏོགས་བདག་ཆེ་དེ་དོག་སྤྲོད་པ་དཀའ་བ་ལ་དེ་དོག་གི་ཆད་པ་རྒྱག་དགོས་རེད་ཟེར་དགོས་ཡ་མ་རེད། བདག་ཆེ་དཀའ་བ་ལ་དེ་དོག་གི་ཆད་པ་རྒྱག་ན་ཨ་ནི། རང་ལ་ལྟོས་ཏེ་དགེ་བ་མེད་གཞན་ལ་ལྟོས་ཏེ་དགེ་བ་མེད་འཇིག་རྟེན་ལ་ལྟོས་ཏེ་དགེ་བ་ཡོད་མ་རེད། འོ་དེ་སྲིད་གི་ཡོད་རེད། འོ་དེ་གཉིས་གཉིས། ཨ་མའི་སྤྱི་ཏྲའི་དང་ད་ལྟ་དགོངས་པ་ར་ས་གཉིས་མི་འགལ་བ་དེ་དེ་ཡིན་ད། ད་གན་དེ་ཡིན་ད། ད་ཁྱེད་རང། ཁྱེད་རང། ལོ་རིས་ཆེན་མོ་ནང་ལོ།
ཨ། ལོ་རིས་ཆེན་མོ་ནང་ལ་ག་རེ་ཟེར་དགོས་རེད་ཨ་མ་པའི་ཐ་སྙད་འདི་སྤྱོད་པ་མི་འདེད་པའི་རུ་བཞི་གི་སྡེ་བའི་གཉིས་ཕོ་མ་བ་ཐུ་མོ་མ་ཡིན་པའི་སྒྲོ་བཏགས་པ་འགའ་ཞིག་ལ། སོང་བ་ན་དེ་དག་གི་ཆད་པ་བཅད་པའི་བཀའ་ཡོད་སྲིད་ཨ་འདུག་འདུག་འདུག་འོ་དེ་ད་ནངས་རྒྱ་ཕྱོགས་རེད་ངས་རྒྱ་ཕྱོགས་ཆགས་འདུག་ད་གིན་གོང་མ་དེ་རེད། དཔེར་ན་ཆ་ཤས་ནི་ང་ཚོ་མི་ཚེ་གི་གཞི་འགའ་ཞིག་གོ་ཐ་སྙད་དུ་མེད་པ་ཡིན་ན་ཡང་རེད་བ་ཐ་སྙད་དུ་མེད་པ་ཡིན་ན་ཡང་གང་ཟག་ཕ་རོལ་པོ་ག་རོ་ཕ་གང་ཟག་ཕ་རོལ་པོའི་འཛིན་པ་དཀའ་འང་དེ་དཀའ་ལོ། དོན་ལ་མེད་པ་ཡིན་ན་ཡང་ཕ་རོལ་པོའི་གི་དེ་ཉིད་དཔེར་ན་བདེ་དྲུག་བདེ་དྲུག་དང་འདས་པའི་བསམ་པ་ཤུགས་ཆེན་པོ་ཡོད་ན་བདེ་དྲུག་གི་བསམ་པ་ཤུགས་ཆེན་པོ་ཡོད་ངེས་ཅི་ཡིན་ན་ཁོ་ཁ་ཐོད་བདེ་དྲུག་ཡོད་མ་རེད་ཟེར་ནས་བཀག་དགོས་རེད། ཤི་བདེ་བདེ་དྲུག་ཡོད་མ་རེད་ཟེར་ནས་བཀག་དགོས་རེད་ཟེར།

དུས་ཡུན་ལ་མུ་སྟེགས་པའི་ཁྱད་ལྟ་བའི་བདག་ཡོད་མ་རེད་དེ་ཡིན་ན་ཡང་གང་ཟག་ཕ་རོལ་པོའི་སོམ་པ་ལ་བཏུད་དེ་ཁ་ཐུག། མུ་སྟེགས་པའི་ཁྱད་ལྟ་བའི་བདག་ཡོད་མ་རེད་ལབ་པ་ལས་ཀྱང་དེ་ལྡོག་ཏུ་ཡོད་མ་རེད་ལབ་པ་ཡིན་ན་དེ་ལྡོག་ཏུ་ཡོད་རེད་ཟེར་ནས་འཛིན་མི་འཛིན་པ་དེ་དེ་ལྡོག་ཏུ་ཡོད་མ་རེད་ཟེར་ཡ་དེ་ཏག་ཏག་ཁ་ཆད་རྒྱག་པ་ན་ཞིག་ཆགས་འདུག་རེད་ཨོ་དེ་འདྲའི་ལ་དགའ་ཞག་ལ་དེ་ལྡོག་གི་ཆད་པ་བཅད་པའི་བཀའ་འགའ་རེ་ཡོད་རེད། དེ་སྲིད་གོ་རེད་དེ་འདྲའི་ཡིག་ཚང་ནི་དུས་སུ་འགལ་བ་ཡོད་མ་རེད་དེ་དགའ་ཞག་ལ་དེ་ལྡོག་གི་ཆད་པ་བཅད་པའི་བཀའ་འགའ་རེ་དེ་ག་རེ་བཞག་དགོས་རེད་ཟེར་ན་ད་གིན་གཉིས་བཞག་ཡོད་པ་དེ་རེད། དེ་བཞིན་གཉིས་པོ་བདག་ལས་འཇུ་ཞིང་ར་ཏུ་གཏོགས་པ་ན་དེ་ཉིད་དུ་ནི་འཇིག་ལྟོས་དུ་ཡོད་རིགས་པ་མ་ཡིན་ནོ་ཟེར་ཏེ་ག་ལ་བདག་ཅེས་དེ་ལྡོག་ཏུ་མེད་ཟེར་ཡ་དེ་ལ་དེ་ལྡོག་བྱེད་པ་སྦྱང་དུ་བའོ། དེ་རེད་དེ། བདག་ཅེས་ཡོད་མ་རེད་དེ། ཁ་ཐུག་འཁོར་བ་བདག་ཅེས་དེ་ལྡོག་ཏུ་ཡོད་མ་རེད་སྐུ་རྫོགས་ཏུ་ཡོད་མ་རེད་བདག་ཅེས་མི་འདུག་ལ་དེ། དེ་ལྡོག་བྱེད་པ་སྐྱེ་བའི་སྐབས་འགའ་རེ་ཀྱི་མཚན་གཞི་བཞག་ན་ཨོ་དེ་འདྲས་བཞག་དགོས་རེད་ཟེར། ཨ་ནི་ད་ངས་མ་དྲིས་པའི་གི་ད་ལྟ་བའི་བདག་ཅེས་ཀྱིས་དེ་ཁོ་ན་ཉིད་དུ་མ་གྲུབ་སྟེ་ཟེར་ཡ་དེ་མ་ཞུགས་པ་དང་སྐྱེ་བ་དང་འདས་ཤིང་དེ་ལྟར་བྱེད་པའི་བདག་ནི་ཡོད་མེད་ཞིག་ཟེར་ཡ་དེ་ལ་བདེ་འགྲོ་བཀག་པ་དེ་ལ་སྦྱང་དུ་བའོ་དེ་བྱ་དེ་དེ་རེད།

ཡོད་ཡིན་པ་དང། སོག་ངོ། པའི་སོག་ངོ་ཤུགས་ཆེན་པོ། སོག་ངོ་ལ་གར་སོག་རེད་དེ་ནི། རྒན་དེ་འདྲས་ལོ་ཐོག་ཤུགས་ཆེན་པོ་ཡོད་ན་ཡོད་རེད། ད་ལོ་ཐོག་དེ་འདྲས་ཤུགས་ཆེན་པོ་ཡོད་སོང་ན་དེ་འདྲས་འགོ་པ་ལ་དགའ་ཨ་ནི་དོན་དག་གི་སྐྱེས་བུ་རྒྱག་དགོས་ས་ཅིག་དང་མི་རྒྱག་མི་དགོས་ས་གཉིས་ཀ་ཡོད་ཡིན་པ་དང། ཡོད་རེད་ཟེར། ཡོད་ན་ཨ་ནི་རང་རེའི་འགོ་བ་ལ་དོན་དག་གི་སྐྱེས་བུ་རྒྱག་ན་འགོ་དགོས་ཡིན་པ་དང། རྒྱག་དགོས་ས་ཅིག་ཡོད་ཆོག་རེད། གང་རྒྱག་ཡོད་རེད་གཞུང་ནས་མི་འདུག་ག་གིན། རོ་རིའི་སྡེ་གྲོགས་ཁས་ལེན་ངེས་ཏེ།

ཁྱོད་རང་རུ་རིགས་བཀག་པ་ལ་ཨེ་ཉན་ཉན། དེ་བཞིན་དྲི་མེད་རྟགས་ལ་བརྟེན་ནས་ཆགས་པ་ཡོད་མ་རེད་ཟེར་ནས་གཅིག་བཀག། གཏན་ཚིགས་བྱུག་གི་མ་རེད་ཟེར་ནས་གཉིས་བཀག་ཨང་འདུག། ཁྱོད་རང་རུ་རིགས་ཟེར་ཡག་གི་དེ་བཞིན་དྲན་པ་ཟེར་ཡག་དེ། དྲན་པ་རྫས་དྲུག་ལ་བཞག་གི་ཡོད་ན་ན་དེ་ཡོད་མ་རེད་ཟེར་རྫས་དྲུག་བསལ་ཏེ་རང་མཚན་སྤྲོས་པ་མེད་ན་ག་རེ་རེད། རྫས་ཟེར་ཡག་དེ་རང་ཅན་ན་ཡོད་རེད་བ་ནི།

ཨ་ནི་མུ་སྟེགས་པས་ཇི་ལྟར་བསྟོད་པའི་ལྟ་བས་བདག་དེའི་དེ་ཁོ་ན་ཉིད་དུ་མ་གྲུབ་སྟེ་ཞེས་པའི་སྦྱོར་བ་དེའི་སྐབས་སུ་ཨ་ནི་དགག་བྱ་ལ་དོན་དམ་གྱི་ཁྱད་པར་སྦྱར་བྱ་སྟེ་བཞག་ན་འགྲིག་གི་མ་རེད། ག་རེ་ཡིན་ཟེར་ན་མུ་སྟེགས་པས་ཇི་ལྟར་བསྟོད་པའི་བདག་དགོངས་དུས་ཨ་ནི་བདག་ཆེ་དགོས་པའི་སྐབས་སུ་དགག་བྱ་ལ་དོན་དམ་གྱི་ཁྱད་པར་སྦྱར་མི་འདུག་དེ་ཉིད་ཁྱོད་རྒྱུ་མཚན་གསུམ་ག་ཚང་གི་འདུག་སྟེ་རྒྱུ་མཚན་དོགས་པ་ཡོང་སྟངས་དེ་དེ་རེད་བ་རྒྱུ་མཚན་གསུམ་ག་གཅིག་པ་ཚང་གི་འདུག་སེ་གི་ཨོ་རེད་བ། ལན། དེ་ཡིན་ཚ་དེ་ག་རེ་ཟེར་ན་ངས་བསམ་ཚུལ་བྱས་ན། ད་ལྟ། ཏག་ཏག་འགོག་པ་དེ་ལ་ཡང་དགག་བཞག་ལ་དོན་དམ་གྱི་ཆད་པ་བཅའ་བ་མ་ཡིན། གཅིག་པ་གཅིག་རྐྱང་ཡིན་ཟེར་གོང་ན་བཤད་རུང་བ། ད་ཡིན་ན། ཨ་ནི། དགག་བཞག་ལ་དོན་དམ་གྱི་ཆད་པར་བཅའ་བའི་དབང་དུ་བྱས་པ་རེད་ཟེར་ག་རེ་གསུང་དགོས་རེད་ཟེར་ན། བསམ་ངོར་སྦྱར་བ་རེད་མ་གཏོགས་ཀྱི། དགག་བཞག་ལ་དོན་དམ་གྱི་ཆད་པ་བཅའ་བ་མ་རེད། བསམ་ངོར་སྦྱར་བ་ཡིན་ད་གསུང་དགག་དགོས་བ། བཞག་ལ་དོན་དམ་གྱི་ཆད་པ་བསམ་ངོར་ལ་སྦྱར་ན་དགག་བཞག་ལ་དོན་དམ་གྱི་ཆད་པ་བཅའ་བས་མ་ཆགས། མ་ཆགས།

ཨ་ནི་ཕུང་པོའི་ཚོགས་དང་ཕུང་པོ་ཡིན་པར་དགོས་པ་དང་ཤིང་རྟའི་ཡི་ཤིང་རྟ་ཡིན་པར་དགོས་པ་ལ་དགག་བྱ་ལ་དོན་དག་ཁྱད་པར་བཞག་དགོས་རེད་དགོས་མ་རེད། དེ་དགོས་དགོས་ཡོད་པ་ཡིན་ན་ད་ལྟ་ལག་རིས་ཆེན་པོའི་ནང་ལས་ཡ་ཤིང་རྟའི་ཚོགས་དང་ཤིང་རྟ་ཡིན་པར་དགོས་པ་དང་ཤིང་རྟའི་ཡི་ཤིང་རྟ་ཡིན་པར་དགོས་པ་ལ་དགག་བྱ་ལ་དོན་དག་ཁྱད་པར་བཞག་གི་མ་རེད། རྒྱུ་མཚན་ག་རེ་ཟེར་པ་ཡིན་ན་ཁོས་ཐ་སྙད་དུ་ཤིང་རྟའི་ངོ་བོ་མ་གྲུབ་པ་ཡིན་ཙང་ཁ་སྙད་དུ་ཐ་སྙད་དུ་ཤིང་རྟ་མ་ཡིན་ཏེ།

གང་ཅིས་བེད་སྤྱོད་གཏང་དགོས་རེད་ཟེར་དུས་བཀའ་སློབ་མཐའ་བདུན་གྱི་ནང་ནས་རེད་པ། མཐའ་བདུན་གྱི་ནང་ནས་མཐའ་དད་སྤྲོད་པ་བཀག་པ་དེ་ལ་དད་དུག་གི་ཆད་པ་བརྒྱག་ཡོད་རེད་མཐའ་དད་དེ་ག་རེ་རེད་ཟེར་ན། ཨ་ནི་རང་ངེས་ནས་བརྒྱུད་པའི་ངོ་བོ་མཐའ་དད་དག་རང་དེ་རེད་ཨེ་སོང། རང་ངེས་ནས་བརྒྱུད་པའི་ངོ་བོ་མཐའ་དད་བཀག་ཡོང་དགོས་བ་རེད་མ་གཏོགས་དང་པོའི་ངོ་བོ་མཐའ་དད་དེ་སྤྲོད་པ་བཀག་པ་ལ་དད་དུག་གི་ཆད་པ་བརྒྱག་དགོས་རེད་ལ་ཡ་ཡོད་མ་རེད་དེ། མཐའ་བདུན་གྱི་ནང་ནས་མཐའ་དད་བཀག་པ་ལ་དད་དུག་གི་ཆད་པ་བརྒྱག་པ་མཐའ་དད་དེ་ག་རེ་རེད་ཟེར་ན། དང་པོའི་རང་བཞིན་གྱིས་སྤྲོས་པའི་ངོ་བོ་ཐ་དད་དེ་རེད། དང་པོའི་རང་བཞིན་གྱིས་སྤྲོས་པའི་ངོ་བོ་ཐ་དད་བཀག་པ་དེ་ལ་དེ་དོགས་བྱེད་པ་དེ་དང་གི་གཞི་ཤེས་བཀག་པ་དང་བྱེད་པ་རེད། གཞི་ཤེས་བཀག་དེ་བཀག་ལ་གཞི་ཤེས་ལ་དེ་དོགས་བྱེད་པ་བརྒྱ་ཡོད་རེད་གསུངས་རེད། བརྒྱ་དེ་བཀག་ལ་གཞི་ཤེས་ཟུར་ལ་བརྒྱག་ནས་རང་གི་མཚན་གྱུར་པའི་གཞི་ཤེས་མེད་ལགས་གོ་ཡ་ཡོད་མ་རེད། གཞི་ཤེས་ཁོ་རང་རྣམས་ལ་དེ་དོགས་བྱེད་པ་ཡོད་པར་བ། དེ་ནང་བཞིན་དང་པོའི་ངོ་བོ་ཐ་དད་དེ་སྤྲོས་པ་བཀག་པ་ལ་དེ་དོགས་བྱེད་པ་བརྒྱག་གི་རེད་ལགས་གོ་ཡོད་མ་རེད་དེ། མཐའ་བདུན་གྱི་ནང་ནས་མཐའ་ག་ཚད་རེད་མཐའ་གཉིས་པ་ཡིན་པ་ཆགས་ཞེས་ཟེར་བ་ཐ་དད་དེ། དེ་དེ་ཀ་བར་དེ་ལ་དེ་དོག་གི་ཆད་པ་རྒྱག་དགོས་རེད་མཐའ་དེ་ཀུན་ནོར་ནི་མཐའ་དེ་དེ་ག་རེ་རེད་སྲིད་དེ་དང་པོའི་རང་བཞིན་གྱི་སྤྱོད་པའི་ངོ་བོ་མཐའ་དེ་དེ་རེད་ལབ་དགོས་རེད་མ་གཏོགས། མཐའ་དེ་ཀ་བར་ལ་དེ་དོག་གི་ཆད་པ། དང་པོའི་ངོ་བོ་མཐའ་དེ་དེ་སྤྱོད་པ་ཀ་བར་དེ་ལ་དེ་དོག་གི་ཆད་པ་རྒྱག་དགོས་རེད་དེ་ལ་རྒྱུ་ཡོད་མ་རེད། དང་པོ་དེ། ད་དེ་དང་གི། རྒན་གསུམ་གྱི་ཆོས་ལུང་སོགས་དག་གནང་རེད་མཐའ་དེ་དེ། ངོ། ག་ས་དེ། དང་པོ་མཐའ་དེ་སྐྱིད་པོ་མ་རེད་ངོ་མཐའ་དེ་ཡིན་གྱི་མིན་གྱི་ཡིག་དགོས་རེད་དེ། དེ་ཡིག་དགོས་པའི་སྦྱིན་སྲེག་ག་རེ་ཟེར་ནས་དེ་གཞན་སྡེ་ལ་མ་གཏོགས་ཡོད་མ་རེད་གསུངས་རོགས་པ། ངས་ཟླ་བ་ཚེ་རིང། གཞན་དེ་ལ་མ་ཏོག་ཡོང་མ་རེད་སོང་རོགས་བ། གལ་ཅིག་སེམས་དང་སྐུ་གལ་ཅིག། སྲིད་དང་པོའི་སྙིང་པོ་དེ་མཐའ་བརྟན་གཙོ་ཡིན། ཚིག་ཅིག་ང་ཚང་མ་སུ་སྐུ་ཅིག་རྒྱལ་རྒྱལ་སྐད་ཤོད་ཨ། གལ་ཏེ་སྐད་ཅིག་ཡོད་པས། རྒྱལ་རྒྱལ་ཚང་མ་སུ་སྲིད་ཚ་ཚ་བའི་ལྗིད་ལ་ཁྱེད་རང་གར་སོང་ཡོང་གསུང་ད། དང་པོའི་ངོ་བོ་དང་པོའི་ཐ་དད་དུ་སྤྱོད་པ་དཀའ་བ། དང་པོའི་ཐ་དད་དུ་སྤྱོད་པ་དཀའ་བ་དེ་ལ་དེ་སྡུག་གི་ཆད་པ་རྒྱག་ཡིན་ན་སྲིད་ད། ཨ་དེ་རང་སྡུག་གི་ལྗིད་ལ་ཡོག་ཡོང་འགྲོ་རེད་སྲིད། བདག་ཏུ་ཕུན་པོ་སྙིང་པོ་དེ་རང་ཤི་གི་སྤྲུལ་པའི་མཐའ་བརྟན་འཛིན་པ་དེ་ལས་ལྡན་མིན་ཤི་གི་ལྗིད་ལ་ཡོག་རེད། ཀུ་དག་ཡིན་ན་ཡོག་རེད་ལྷན་སྐྱེས་ཡིན་ན་ཡོག་རེད། ཐ་དད་དེ་ངོ་བོ་ཐ་དད་ལ་རྒྱག་དགོས་ཀྱི་ཡོད་པ་དེ། ང་ཚོ་མདོ་ལས་སུན་པའི་མཐའ་ཞིག་བྱས་རྩ་ཤེས་ཀྱི་མཐའ་སྔ་བ་སྨྲས་དགོས་ཡ་དེ། མདོ་གི་མཐའ་ཞིག་བཀག་པ་དེ་རང་སྡེ་ཁོ་ན་ཆགས་ཡོད་རེད། རྩ་ཤེས་ཀྱི། རང་སྡེ་ལ་བཀག་པའི་དབང་དུ་བྱས་པ་རེད། རྩ་ཤེས་ཀྱི་མཐའ་སྔ་བ་སྨྲས་དགོས་བ་དེ་གཞན་སྡེ་ལ་མ་གཏོགས་གཅིག་རུ་སྡེ་ལ་ཡོད་མ་རེད་སོང་རུ་བས་དེ་ངོ་བོ་ཐ་དད་ལ་རྒྱག་དགོས་རེད། ཡིན་ན་ཡང། ཐ། ངོ་བོ་ཐ་དད་སྤྱོད་པ་བཀག་པ་དེ་ལ་དེ་དོགས་ཀྱི་ཆེ་བ་རྒྱག་དགོས་རེད་ལབ་ཀྱི་ཡོད་མ་དེ། ད། དབྱིད་དུ་འཚོ་བ་དེ་ག་རེ་རེད་ཟེར་དེ་དབྱིད་དུ་འཚོ་བ་དེ་མཚན་གཞི་རེད་མཚན་གཞི། དེ་དྲང་གི་དཀྱིལ་དུ་མཐའ་གཏད་དུ་སྟེ་བརྟན་པ་དང་ལྡན་པ་དུ་ཆུ་ནི་འདྲ་གོ། མཚན་གཞི་ཁྱི་ཡུག་མཚན་གཞི། ཨི། ཁོ་རོ་རོ་བ་ག་ས་རི་བས་སའི་མཚན་གཞི་ཀ་དེ་རེ་སི། མཚན་གཞི་ཀ་གོ་རེ་ད། ད་དེ་ལ་དེ་དོག་གི་དེ་དོག་གི་ཆད་པ་རྒྱག་གོ་ཡོད་མ་རེད་མ་རྒྱག་ན་འཇིག་གོ་རེད་རྒྱག་གོ་གོ་རྒྱག་གོ་ཡོད་ཡོད་མ་རེད་སོང་རེ་བ། དེ་སྐད་ཆ་རེད་གོ་མཚན་གཞི་ཀ་བ་རེད་ངོ་མཚན་གཞི་ཁོ་རོ་ཀ་བ་རེད།

ད་ལྟ་ཨ་ནི་རྒན་གྱིས་ད་གིན་དེ་འདྲས་གསུངས་ཟེར་རོ། ཨ་ནི་རང་བཞིན་གྱིས་དེ་བ་འགོག་པ་མ་ཡིན་ཐུན་མོང་མ་ཡིན་པའི་སྒྲོ་བཏགས་ཡིན་ཚེ་འགོག་པ་ལ་ཨ་ནི་ཀུན་རྫོབ་ཏུ་འགོག་པ་དང་དོན་རྫོབ་ཏུ་འགོག་པ་གཉིས་ཀ་ཡོད་གསུངས་ར། རྒན།
ད་ལྟ་རྒན་ལ། རྒན་གྱིས་ད་གིན་འགོག་པའི་སྐབས་ལ་དགག་བྱ་གིར་དོན་དང་ཁྱད་པར་བྱ་བའི་སྐབས་དང་མ་བྱ་བའི་སྐབས་གཉིས་ཀ་ཡོད་རེད་གསུངས་ཀྱི་འདུག་བ། དཔེར་ན་དར་རྒྱས་བཀའ་ཡོད་འདོད་དར་རྒྱས་དེ་འཛིན་བདེན་པར་གྲུབ་པ་འཛིན་པའི་དེ་འཛིན་ཟེར་བ་རེད་དེ་ཤུགས་ཆེན་པོ་ཡོད་མཁན་དེ་ཚོར་དོན་དང་ཁྱད་པར་བྱ་དགོས་རེད་ཅེས་དེ་འདྲའི་རབ་བྱེད་གསུངས་སོང་ད་ལྟ་དབུ་མ་འཇུག་པ་རྩ་བ་བྱས་པ་ཡིན་ན། དེ་ཕྱིར་དངོས་པོ་དག་ལས་འབྱུང་ཞེས་རབ་ཏུ་བརྟགས་པ་འདི་དེ་ཉིད་དང་ནི་འཇིག་རྟེན་དུ་ཡང་རིགས་པ་མ་ཡིན་ནོ་ཅེས་འོ་དེ་ག་དུས་དེ་ལ་དར་རྒྱས་བཀའ་ཡོད་འདོད་བརྩམས་པ་ག་ཅག་དོན་དང་ཁྱད་པར་བྱ་ནས་བཀག་གི་ཡོད་རེད་གསུངས་སོང། ད་དེ་ཡིན་པ་ཡིན་ན་ད་ལྟ་དཔལ་ལྡན་ཟླ་བ་གའི་འཇུག་པ་རྩ་བ་དེ་གི་བཀག་ས་གི་མགོ་ཡུལ་གྱི་ཆུང་བ་དེ་དང།

དོན་དག་གི་ཁྱད་པར་བྱེད་ས་དེ་བདག་གཞན་གང་རུང་ལ་དོན་དག་གི་ཁྱད་པར་བྱ་བསྡད་ཀྱི་ཡོད་རེད། ད་ལྟ་སློབ་དཔོན་ལེགས་ལྡན་འབྱེད་ཀྱིས་སློབ་དཔོན་ལེགས་ལྡན་འབྱེད་ཀྱིས་དོན་དག་གི་ཁྱད་པར་དེ་བདག་གཞན་ལས་བྱ་བསྡད་ཀྱི་ཡོད་རེད་ལབ་ཀྱི་ཡོད་རེད། ད་ལྟ་ཡལ་གའི་དཀར་ཡལ་དེས་དོན་དག་གི་ཁྱད་པར་དེ་བདག་གཞན་ལས་བྱ་གི་ཡོད་མ་རེད། བདག་གཞན་གང་རུང་ཆུ་རྐྱང་ལྟ་བུ་ཞིག་བཟུང་ནས་ཨེ་ན་དེ་ཉིད་དོན་དག་ཏུ་ཡང་མེད་ཀུན་རྫོབ་ཐ་སྙད་དུ་ཡང་མེད་དུས་སུ་འགོག་བསྡད་རེད་ཟེར་དུས་གསུངས་རེད།